ད་གདུལ་བྱའི་ཁམས་དང་མོས་པའི་ཁྱད་པར་སྣ་ཚོགས་ཡོད་པ་ཡིན་ཙང་དེ་དང་བསྟུན་ནས་བཅོམ་ལྡན་འདས་ཀྱིས་ཆུད་ཟོས་མི་འདྲ་བ་མང་པོ། ཐེག་པའི་རིམ་པའི་མི་འདྲ་བ་ཡོད་རེད། གྲུབ་མཐའི་རིམ་པའི་མི་འདྲ་བ་ཡོང་གི་ཡོད་རེད། ཡིན་ནའི་བས་ན་དེའི་དེ་གང་དང་གང་ཟག་གཅིག་འཚང་རྒྱ་བ་ལ་དེ་ཐམས་ཅད་ལ་ཉེ་བར་མཁོ་བ། ད་བས་ན་ཐེག་པའི་རིམ་པས་མི་འདྲ་བ་བྱས་ནས་གསུངས་ཞེས་པ་འདི་སྐད་དེ་གང་དག་ཡིན་ནི། ཅེས་ཐུན་མོང་དང་ཐུན་མོང་མ་ཡིན་པ་བཅས་ནི་འདི་སྐད་དེ་ཚང་མ་ལོ་མཉམ་ནི་བྱེད་དགོས་ཡ། གསལ་བོར་བ། གོ། གྲུབ་མཐའ་ཤར་ཤར་ནི། དཔེར་ན་སྐབས་རེ་བས་ན། བདག་ཡོད་མདོག་མདོག་རོ་བཅས་གསུང་གི་ཡོད་པ་རེད། སྐབས་རེ་ཨེ་ནི་བདག་མེད། ཨེ་ནི་ཕུང་པོ་ཡོད་གསུང་ཡང་སོགས་རོ། བདག་མེད་ལས་ཡོད་གསུང་ཡང་སོགས་རོ།

ཨེ་ནི། ཞེས་ལྟ་བའི་རྣམ་གཞག། དཔྱིས་ཕྱིན་པ་ཞེས་བཤད་པ་ལ། གྲུབ་མཐའ་འོག་མ་འོག་མའི། ལྟ་བའི་རྣམ་གཞག་རགས་པ་དེ་དེ། ཤེས་པ་བྱུང་ན་ཕན་ཐོགས་བཞག་ཡོད་པ་རེད། གཞན། གྲུབ་མཐའ་གོང་མའི་ལྟ་བ་མ་གསུངས་ཡོད་དུས་ཟེར་ནས་ཡིན་པ་རེད་བསམ་པར་ཞུ་མ་གཏོགས་ཡང་པས་དཔྱིས་ཕྱིན་པའི་བའི་ངེས་པ་རྙེད་ཡ་རེད་ཡ། འོག་མ་འོག་མའི་འདོད་ཚུལ་དེ་ཡིན་རིང་ཤེས་པར་བྱས། འོག་མ་འོག་མའི། འདོད་ཚུལ་དེ་ལ་གོང་མ་གོང་མའི་གནོད་པ་ཕན་དང། སྐྱོན་བསྟན་དང་འགལ་འདུ་སྒྲིག་དང།

ལྟ་བ་གོང་མ་གོང་མའི་འབབ་སྟེགས་ཞེས་གསུང་གི་ཡོད་རེད་ལ། ཡང་ན་ལྟ་བ་གོང་མ་གོང་མ་ཅི་བཞིན་པ་ཞེས་ཡང་ལ་ཕན་ཐོགས་ཡོད་བསྡད་པ་ཅིག་གིས་དེ་འདྲ་ཡིན་པ་ཡིན་དུས་དེ་ཐམས་ཅད་ལོ། ཡང་ན་གང་ཟག་གཅིག་སངས་རྒྱས་པའི་ལམ་ལ་ཡང་ཉེ་བར་མཁོ་བ་ཤེས་རྟགས་ཆགས་བསྡད་ཅིག་ཡོད་ཡང་འདུག་ག། ད་དེ་ནས་གསུང་རོགས་མུ་ལོས་གདམས་ངག་ཏུ་འཆར་བའི་ཕྱག་དབང་གསུང་ཡང་ལྟ་དེ། སྤྱིར་ཐར་པ་འདོད་པ་རྣམས་ལ་འཕྲལ་དང་ཡུན་གྱི་ཕན་བདེ་ཐམས་ཅད་འགྲུབ་པའི་ཐབས་ནི་རྒྱལ་བའི་གསུང་རབ། ཉིད་ཡིན་ཏེ། རྒྱལ་བའི་གསུང་རབ་ཉིད་ཡིན་ཏེ། བླང་དོར་གྱི་གནས་ཐམས་ཅད་སྟོན་པ་ལ་འཁྲུལ་པ་མ་ལུས་པ་དང་བྲལ་བ་ནི་སངས་རྒྱས་ཉག་གཅིག་ཡིན་པའི་ཕྱིར་རོ། དེ་དག་ཡང་རྒྱུད་བླ་མ་ལས། གང་ཕྱིར་རྒྱལ་ལས་ཆེ་སྐད་འགའ་ཡང་འཇིག་རྟེན་འདི་ན་ཡོད་མིན་ཏེ། མ་ལུས་དེ་ཉིད་མཆོག་ནི་ཚུལ་བཞིན་ཀུན་མཁྱེན་གྱིས་མཁྱེན་གཞན་མིན་པ། དེ་ཕྱིར་དྲང་སྲོང། རང་ཉིད་ཀྱིས་ཀྱང་མདོ་སྡེ་གང་ཡིན་དེ་མི་སྒྲུབ་ཐུབ་ཚུལ་བཤིག་ཕྱིར། ཐུབ་ཚུལ་གཤིགས་ཕྱིར་དེ་ཡང་དམ་ཆོས་ལ་ནི་གནོད་པ་བྱེད་པར་འགྱུར་ཞེས་གསུངས་སོ། དེས་ན་རྒྱལ་བའི་བཀའ། མདོ་སྡེ་དང། རྒྱུད་སྡེ་རིན་པོ་ཆེ་རྣམས་དམ་པའི་མཆོག་ཡིན་ནོ། དེ་ལྟ་ན་ཡང། མཚན་ལྡན་གྱི་དགོངས་འགྲེལ་དང་དམ་པའི་མན་ངག་དང་མི་ལྡན་པར། བཀའ་ལ་རང་སྟོབས་ཀྱིས་ཞུགས་པའི་ཕྱི་རབས་ཀྱི་གདུལ་བྱ་རྣམས་ཀྱི་དགོངས་པ་མི་རྙེད་པས་གཤིན་རྟ་ཆེན་པོ་རྣམས་ཀྱིས་དགོངས་འགྲེལ་གྱི་བསྟན་བཅོས་དང་མན་ངག་རྣམས་མཛད་དོ། ཡང་དག་ག་ཞུགས་པ་ན་རྒྱུད་འདི་རྒྱུད་འདིའི་གཞུང་འདི་ཚོའི་སྐབས་ལ་ཡང་ནི་ཅེས་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ་སེམས་ཀྱི་ཚུལ་ཕྲད་མདོར་བསྡུས་པ་ཅན་མ་གཏོགས་པའི་རྩལ་དུ་བཏོན་ནས་རྒྱ་ཆེན་པོ་བྱས་ནས་ཞིབ་ཚགས་བྱས་ནས་གསུངས་མེད་པ་རེད། ད་ལྟ་ཡིད་འདི་མདོ་ཕྱོགས་ཀྱི་གཞུང་འདི་ཡིད་འདི་གཞུང་ནས་བསྟན་པའི་དོན་འདི་ཡིད་འདི་ད་ཤེས་པ་ཅིག་གཞི་བཞག་བྱས་བྱས། དུག་དང་གསུང་གི་བར་བ་ཚེ་དེ་འདྲ་ཡིན་དུས་སྔགས་ཀྱི་ཉམས་ལེན་རྒྱུད་སྡེ་ནི་ཞེས་བྱ་བའི་སྔགས་ཀྱི་ཉམས་ལེན་ཡག་པོ་ཞིག་བྱེད་པ་ལ་ཨེ་ནི། མདོ་ཕྱོགས་ནས་གསུངས་བྱས་པའི་ལམ་འདི་ཡིན་ཏེ། ཆ་ཚང་ཞིག་དང། མ་མཐའ་ཡིན་པས་གོ་བ་ཆ་ག་ཅིག་ཐོག་ནས་ཨེ་ནི་སྔགས་ཉམས་ལེན་བྱེད་དགོས་རེད་མ་གཏོགས་མདོ་ལམ་མི་ཤེས་ངེས་ཅིག་གིས་ཨེ་ནི་སྔགས་ཀྱི་ཉམས་ལེན་བྱས་ཟེར་ཏེ་མི་ཡོང་ཅི་རེད། ང་རང་ཚོ་བོད་ལ་ཡོང་གི་ཡོད་རེད། དཔེ་ཆ་ཁྱོན་ནས་མ་ཤེས་པ། ཨ་ནི་ཆོ་ག་སྟོན་བྱས། ཨ་འདི་འདྲའི་ཐོག་ནས་འགྲོ་བསྡད་ཡ་ཅི་ད་ཡོང་གི་ཡོད་པ་རེད། ད་དངོས་གནས་བྱས་ན། མ་ཡོང་ཅིག་ད་བེད་བེད་བྱེད་ཀྱི་ཡོད་རེད། ཟེར་སོང་ཨ་ཟེར་འདི་འདྲ་ཡིན་པ་ཡིན་འདུག་ཙང་ནས། ད་ག་ད། སྔགས་པ་མཚན་ཉིད་པ་ཅིག་ཡིན་ན་མདོ་ལམ་འདི་འདི་ཤེས་དགོས་ཀྱི་ཡོད་རེད། མདོ་ལམ། ཆ་ཚང་ཤེས་མཁན་ཅིག་གིས་སྔགས་ཤེས་མ་ཤེས་ཐེ་ཚོམ་རེད། སྔགས་ཤེས་མཁན་ཅིག་ཡིན་ན་མདོ་ཤེས་དགོས་པ་ད་བས་ཐག་ཆོད་པ་རེད། དེ་བཞིན་དུ་བས་ན། ཐེག་ཆེན་གྱི་ཆོས་བཤེས་གཉེན་འདི་གིས་ཐེག་དམན་གྱི་གཞུང་འདིའི་དེ། མ་ཤེས་པ་ཐབས་མེད་པ་ཆགས་ཀྱི་ཡོད་རེད། ད་ཐེག་དམན་གྱི་ནི་རང་ལམ་ཙམ་ཤེས་དེ་ངེས་དེ་གིས་ཐེག་ཆེན་མི་ཤེས་པ་ལོས་ཡོང། ག་རེ་ལབ་ན། པཱ་ལིའི་ནང་ལ་གསུངས་ཞེས་པ་འདིའི་དེ་སངས་རྒྱས་ཀྱི་ཆོས་ཀྱི་སྒྲུབ་གཞི་འགྲུབ་པ་དེ་ཡིན་པ་རེད། རྨང་གཞི་དེ་ཡིན་པ་རེད། དེའི་དག་ལ་ཡང་ཐེག་པ་ཆེན་པོ་རྣམ་པའི་རྒྱུ་ནི་འདྲ་ཡིན་པ་རེད། དེ་བཞིན་དུ་ལེགས་བྱང་གི་ནང་ལ་ཡང་མདོ་སྔགས་གཉིས་ཡོད་དེ་བས་མདོ་ཕྱོགས་འདི་ཡི་དེ་སྔགས་ཉམས་ལེན་བྱེད་ཡག་གི་རྨང་གཞི་དེ་ཡིན་པ་རེད། དེའི་དག་ལ་སྔགས་རྣམ་པའི་རྒྱབ་ནས་འགྲོ་རྒྱུ་རེད་མ་གཏོགས། དེར་སྐྱེལ་ས་ཡང་ཐ་སྙད་རོ། ཁ་ཤས་ཀྱིས་ནི་ཐེག་པ་གསུམ་ཟེར་ནས་ཐེག་པ་གསུམ་ཕྱི་རྟགས་འདི་ཐེག་དམན། བྱང་སེམས། གསང་སྔགས་ཟེར་ནས་ཐེག་པ་གསུམ་རུ་ཕྱེ་བྱས་ནས་ཅིག་བཤད་ཀྱི་འདུག་བ། དེ་ཡིད་དེ། གཅིག་གིས་གཅིག་གི་འདྲ་བ་སྨད་དྲི་བའི་སོར་རོ། བྱས་བྱས། སྔགས་ཉམས་ལེན་བྱེད་ངེས་ཀྱི། ཨ་ནི་ཁོ་མདོ་ལམ་ལྟར་ཤེས་འགུགས་མེད་པའི་སོར་རོ། ལྷག་པར་གཅིག་གིས་ནི། ཉན་ཐོས་ཀྱི། གཞུང་ནས་གསུངས་བྱས་པའི་ལམ་འདི་ཚུལ་ཕྲད་དེ་ནི་དཔེ་ཐོར་ཟབ་ཞིག་ལས་རྩིས་བྱས། ནི་ཞིག་ཏུ་བ། དེ་ནོར་བ་རེད། ད་དེ་འདྲ་ཡིན་པ་ཡིན་དུས། པའི་བསྟན་པ་ཐུགས་རྗེ་གྲུ་བཞི་ལམ་གྱི་འཁྱེར་ཤེས་པ་སོགས་ནང་བཞིན་གྱི་ལམ་ཡོངས་རྫོགས་ཤེས་དགོས་པ་དེ་ཤེས་རབ་གལ་ཆེན་པོ་རེད་ཤག། ས་སྐབས་རེ་ང་རང་ཚོའི། རང་ཉིད་ཐེག་ཆེན་པར་ཁས་འཆེས་བྱས། ཨོ་ཁོང་ཚོ་ཐེག་དམན་པ་རེད་ཟེར་བྱས། གཅིག་ཐེ་ར་བ་ད་ཐེག་དམན་པ་རེད་ཟེར་ནས་ཡང་གཅིག་ཐུང་ཆུང་ཇི་ལྟར་འདྲེ་ཡོང་གི་འདུག་བ། པའི་ནོར་རེད། ཅི་ཙང་ཨེ་ནི།

དེའི་བསྟན་བཅོས། མཚན་ལྡན་གྱི་དགོངས་འགྲེལ་མཛོད་ནང་ལ་ཡང་ནི་ཐུན་མོང་བའི་ལམ་གྱི་བ་བློ་སྦྱང་དགོས་ཚུལ་ཐད་ནན་ཏན་བྱས་ནས་གསུངས་མྱོང་འདུག་ད་ལྷག་པར་དུ་ཡང་ནི། ལྟ་བའི་རྣམ་གཞག་ལ་ཡང་ནི་སྟོན་པ་ཉིད་ཀྱི་གསུང་ལ་ཡང་ནི་གདུལ་བྱའི་ཁམས་དང་མོས་པའི་ཁྱད་པར་ལས་ནི་ལྟ་བའི་རྣམ་གཞག་མི་འདྲ་བ་ཡོད་དེ་བ་དེ་ཡིས་དེ་དག་རིགས་པས་དཔྱད་ནས། ཨ་ནི་ལྟ་བའི་རྣམ་གཞག་གང་ལ། རིགས་པས་དཔྱད་ཡོད་འདོད་གནོད་པ་མེད་པ། རྒྱབ་རྟེན་ཡོད་བསྡད་པ། སྒྲུབ་བྱེད་ཡོད་བསྡད་པ། འོ་དེ་འདྲ་གི་ད་ལྟ་བ་དེ་ཨ་ནི། ཁས་བླངས་དགོས་ཡག་ཅིག་དང་ལྟ་བ་གང་ཞིག་རིགས་པས་དཔྱད་ཡོང་ན་ལུང་ཙམ་ལ་སྐྱབས་སུ་མཆི་ཡ་མ་གཏོགས། རིགས་པས་མི་ཚུགས་པ། རིགས་པས་གནོད་ཡོང་ཡ། ཨ་ནི་ལུང་ཙམ་ལ་རྒྱབ་རྟེན་བྱེད་དགོས་ཡ་རོ། དེ་འདྲའི་གི་རིགས་ཀྱི་ལྟ་བ་དེ་ཨ་ནི། ལྟ་བ། དགོས་པའི་དབང་གིས། ཨ་ནི། ཕན་ཐོགས་ནི་རིགས་འགའ་ཤར་འཕེན་གྱི་ཡོད་རེད་མ་གཏོགས་དེ་ཡིན་ནི་རྒྱལ་བའི་དགོངས་པ་མཐར་ཐུག་སྨན་པ་གཅིག་དང་རིགས་པས་དཔྱད་ནི་ཨ་ནི་ཤེས་དགོས་ཀྱི་ཡོད་རེད་རྣམ་དབྱེ་འབྱེད་དགོས་ཀྱི་ཡོད་རེད། ལི་ཤིའི་རྒྱུན་ལ་སོང་བ་ནང་བཞིན་རེད་གང་ལྟར་ཡིན་ནི་ལུང་གི་ཁུངས་བཅོལ་བྱས་བཤད་དགོས་བྱུང་ན་ལྟ་བ་ཕྲ་རགས་ཀྱི་ཚང་མ་ལོག་ཨ་ནི། སངས་རྒྱས་པའི་གཞུང་གི་ནང་གི་ལྟ་བ་ཕྲ་རགས་ཀྱི་ཚང་མ་ལོག་བཅོམ་ལྡན་འདས་ཀྱིས་རྒྱབ་རྟེན་གྱི་ལུང་ཡོད་དེ་བ་ཞེས་ནི་ལུང་གཞི་ལ་བཞག་ནས་ཡོངས་འདེགས་ཀྱི་ཡོད་པ་ཡིན་དུ་བཙལ་ནས། གཅིག་བདེན་པ་རེད་གཅིག་བདེན་པ་མ་རེད་ཟེར་ནི་ལོག་ཐུག་ཡང་ཡོང་མ་རུང་བ། ཚོད་ཙང་གི་ལྷག་པར་དུ་ཡང་ལུང་ཁོ་ར་སྒྲ་ཇི་བཞིན་པ་ཁས་བླང་དུ་རུང་མི་རུང་དཔྱོད་པའི་སྐབས་ཡིན་དུ་བཙལ་ནས་དེ་ལ་ཡང་ལུང་གཞན་ཞིག་ལ་བརྟེན་དགོས་བྱུང་ན་ཁོག་ཡོང་ཡག་མི་འདུག་བ། དེ་འདྲ་ཡིན་དུ་རིགས་པ་རང་ལ་བརྟེན་ནས་འགྲོ་དགོས་ཀྱི་ཡོད་རེད། གཙང་བ་དེ་འདྲ་འདྲ་བོའི་རིགས་པའི་ལྡེ་མིག་རུ་དེ་དགོངས་འགྲེལ་དེ་ཡིན་འདུག་གསུངས་ཡོང་འདུག་བ། ལྟ་བའི་སྐོར་ལ་ཆ་བཞག་ན་ད་གཙོ་བོར་དེ་དཔོན་པོ་ཧོང་ཀླུ་སྒྲུབ་ཀྱི་དབུ་མ་རིགས་གཟུགས་དྲུག་ཟེར་ཡ་དེ་གཙོ་བོ་ཡིན་པ་རེད།